གོ་ལ་དུམ་བུའི་རོལ་དབྱངས་སྒྱུ་རྩལ་གྱི་མཁའ་དབྱིངས་ན། འོད་མདངས་ཆེམ་ཆེམ་དུ་འཕྲོ་བའི་རྒྱུ་སྐར་གྱི་རྒྱལ་པོ་འདི། དུས་རབས་ཉེར་གཅིག་དར་སྲོལ་རོལ་དབྱངས་ཀྱི་རྒྱལ་ཡུམ། Lady Gaga། དེ་བས་རུས་མཐུན་པའི་རང་རྟོན་དང་སྲ་ཞིང་ཆགས་པའི་རང་ཚུགས། ཕྱོགས་ལྷུང་དང་ངོ་སྲུང་གི་རྒྱ་ལས་གྲོལ་བའི་རང་གཤིས། ལ་ལ་དུ་ཞོམ་མེད་དཔའ་མོའི་སྙིང་སྟོབས་དེས། འཛམ་གླིང་གྲོ་བ་མང་པོར་རེ་བ་དང་ཡིད་ཆེས་ཀྱི་བདུད་རྩི་བླུད་བྱུང་ལ། རྒྱུ་གཞུང་གིས་མནར་བའི་མི་བུ་རེ་རེ་ལའང་དུས་འཕོས་ཀྱི་སྒོ་ལྕེ་བཙན་པོ་ལུས་ལ་གནང་མྱོང། Lady Gaga། ཉིས་སྟོང་དགུ་བརྒྱ་བརྒྱད་ཅུ་གྱ་དྲུག་ལོར་ཨ་རིའི་གྲོང་ཁྱེར་ནེའུ་ཡོག་གི་མན་ཧ་ཏུན་དུ་སྐྱེས་ཤིང། རང་ལོ་ལྔ་ལ་སོན་སྐབས་རོལ་ཆ་རྣོ་འབྲིང་སྦྱོང་འགོ་ཚུགས། དེ་ལྟར། ལོ་བཅུ་བཞི་ལོན་སྐབས་གར་སྟེགས་ཐོག་འཁྲབ་སྟོན་བྱེད་པར་རང་སྐྱ་འཕེར་བས་ན། ཁོ་མོ་ལོ་བཅུ་བདུན་ལ་སླེབས་སྐབས་ནིའུ་ཡོག་སློབ་ཆེན་གྱི་དེ་གའི་རོལ་དབྱངས་ཚན་ཁག་ལ་སློབ་ཞུགས་སྔ་བསྡུ་བྱས། རང་ལོ་བཅུ་དགུར་སློབ་གྲོགས་མང་པོའི་འཕྱ་སྨོད་དང་ཟུར་ཟའི་སྤུ་གྲི་རྣོན་པོས་ཁོ་མོའི་ཉམ་ཆུང་གི་ལུས་ཐོག་ལ་ཡང་ཡང་གཙགས་པས་ལོག་བརྗོད་ཀྱིས་ཨར་ཁང་དུ་གཞས་མ་གནང་སྟེ་འཚུབ་ཐབས་བྱས། དེའི་རིང་ལ་ཀུང་ཟི་ཞིག་དང་ལས་ཀའི་གན་རྒྱ་བཞག་ཐུབ་པ་བྱུང་ནའང། མི་ངན་ཁྱི་སྤྱང་འདྲ་བ་ཞིག་གིས་ཁོ་མོར་བཙན་གཡེམ་གྱི་སྦྱོར་ངན་བཤམས་པས་ལུས་སེམས་གཉིས་ལ་རི་བོ་མགོ་ཐོག་ལ་ལྷུང་བ་ལྟ་བུའི་སྡུག་བསྔལ་ཚད་མེད་པ་མྱང་དགོས་པ་འབྱུང་བས་ན། མི་ལོ་གཉིས་ཙམ་རིང་ལ་བགེགས་བར་དེའི་འཆིང་རྒྱུ་ལས་ཡོངས་སུ་ཐར་མ་ཐུབ། དེ་རྗེས་ཀྱི་སྤྱི་ལོ་ཉིས་སྟོང་དྲུག་ལོའི་ཟླ་བ་དགུ་པར། Deb Jam ཞེས་པའི་ཀུང་སི་དང་རྒྱན་འགས་བཞག་སྟེ་མིང་དངོས་སུ། Lady Gaga ཞེས་པར་བསྒྱུར། ཉིས་སྟོང་བརྒྱད་ལོར་རྐྱང་གཤེད། Just Dance ཞེས་པ་གསར་སྤེལ་གནང་བས་ལོ་འདིར་རྒྱལ་ཁབ་བདུན་གྱིས་རོལ་དབྱངས་ཨང་རིམ་དང་པོ་བླངས། དེ་ལྟ་བས་ན་ལྕགས་ཚ་ཐོག་ལ་རྡུང་དགོས་པའི་དཔེ་ལྟར། དེ་རྗེས་ཁོ་མོས་རང་གི་འདོད་རྩོམ་ཆིག་སྒྲིག་ཐོག་མ Just Dance ཞེས་པ་ཐོག་མར་སྤེལ་ཏེ་དངོས་སུ་སྒྱུ་རྩལ་གྱི་ལམ་ཆེན་ཡངས་པོར་ཞུགས། དེའང། Lady Gaga ནི་རྒྱུ་སྐར་ཁྲོད་ན་གལ་པོ་དང་རི་དྭགས་དབུས་ཀྱི་སེང་གེ་ཡིན་ཞིང། འཛམ་གླིང་ཤར་ནུབ་ཀྱི་རོལ་དབྱངས་པའི་དཀྱིལ་ན་མེ་ཏོག་བཞད་པ་ཇི་བཞིན་ཆར་གླང་པོ་བར་བཀྲག་མདངས་དང་བཅས་གནས་ཐུབ་པ་འདི་ནི་ཁོ་མོའི་རང་རྒྱུད་ལ་མངའ་བའི་ཡིད་ཀྱི་སྒེར་གཤིས་དང་མགྲིན་པའི་སྐྱེ་དགུ་ལས་འཁྲུངས་པའི་ཐུན་མིན་གྱི་གསུང་ངག། ཁྱད་པར་དུ་སྐྱེ་བོ་མང་པོའི་ཡིད་ལ་འཆར་དཀའ་ཞིང་བློ་ལ་ཤོང་དཀའ་བའི་ལུས་ཀྱི་ཆ་ལུགས་བཅས་ཀྱིས་ཁོ་མོར་དཔྱད་བརྗོད་ལེགས་ཉེས་དབྱར་གྱི་རྔ་སྒྲ་དི་དིར་བྱས་པ་དང། དེ་བསྟུན་གྱིས་ཁོ་མོའི་སྒྱུ་རྩལ་གྱི་བྱ་ཤ་ཡང་ཟླ་བ་ཡང་མོར་འཕེལ་བ་ཇི་བཞིན་དུས་དེ་ཙམ་ནས་རིམ་བཞིན་མཁའ་ལ་འཕགས་སོང། ཉིས་སྟོང་དགུ་ལོར་ཁོ་མོའི་རྐྱང་བཤད། Poker Face། ཞེས་པ་འཛམ་གླིང་མི་ཡི་དཔྱད་བརྙན་གྱི་གསོས་སུ་བསྩལ་བྱུང་བས། དུས་བདེ་ཞིག་ལ། གཞས་འདི་ཤིན་ཏུ་དར་ཞིང་ཁྱབ་པ་འདི་གོ་ལ་ཧྲིལ་པོར་གསལ་མ་མྱོང་བ་མེད་པ་ལྟ་བུའི་ཚོད་དུ་གྱུར་ལ། འདི་ནི་ཚུན་ཚབ་རང་བཞིན་གྱི་རོལ་དབྱངས་ཕུལ་དུ་བྱུང་བ་ཞིག་ཡིན་ཏེ། གཞས་དེའི་ཕྱུག་མོ་བྲག་ཏུ་བབས་པ་ལྟ་བུའི་འགྱུར་ཁུགས་དང་ལྷ་མོ་གར་ལ་རོལ་བ་འདྲ་བའི་ཞབས་བྲོའི་སྟངས་སྟབས་སོགས་ནི་དུས་ད་ལྟ་བར་དུའང་འཛམ་གླིང་གི་འབྲུ་གཟུགས་རེ་རེར་ཁྱབ་ཅིང་མཐོང་དང་ཐོས་བཞིན་པའོ།

སྤྱི་ལོ་ཉིས་གཅིག་ལོར་ཁོ་མོས་འཐུས་ཚབ་མཐེབ་རྩ་ཚོགས་པ་བཙུགས་ཏེ་གཞོན་སྐྱེས་རྣམས་ལ་འཚོ་གནས་ཀྱི་གར་སྟེགས་གསར་པ་ཞིག་བསྐྲུན་པ་མ་ཟད། ན་གཞོན་རྣམས་ལ་རང་རང་གི་སྒེར་གཞིས་དཔང་དུ་ལེན་དགོས་པའི་སྐུལ་མ་མཛད། དུས་དེ་ནས་བཟུང་ཁོ་མོས་ངོ་དགའ་སྤྲེལ་ལད་ཀྱི་འཛུམ་སོགས་མི་བུ་མཐོ་དམའ་གྲགས་གཞན་སུ་ལའང་སྟོན་མ་མྱོང་སྟེ། ཇི་སྲིད་གནམ་གྱི་ཀ་བ་མ་འཁྱིལ་བར་དུ་དེ་སྲིད་རང་གི་འདོད་པ་ལྟར་གྱི་མི་ཞིག་བྱའོ་སྙམ་བཞིན་ཡང་གློག་བརྙན་འཁྲབ་སྟོན་གྱི་ལས་ལ་གཞོལ་འགོ་བརྩམས། སྤྱིར་སྒོར་མོ་ནི་འཁྲབ་སྟོན་ལ་འཇུག་པའི་ལས་དང་པོ་བ་ཞིག་ཡིན་མོད་ཀྱི། ལུས་ལ་བདེ་བ་ཞིག་ནི་དེའི་ལྷན་སྐྱེས་སུ་ཡོད་པའི་འཁྲབ་རྩལ་ལ་སྐྱེ་བོ་ཀུན་གྱིས་བསྔགས་བརྗོད་ཀྱི་རིམས་འགོ་འཇོག་ཆོག་གནང། ཉིས་སྟོང་བཅོ་ལྔ་ལོར་ཁོ་མོས་བརྙན་འཕྲིན་རྒྱུན་སྡུད་འཁྲབ་རྩལ་མགྲོན་ཁང་ཞེས་པ་འཁྲབ་ལ། ཉིས་སྟོང་བཅོ་བརྒྱད་ལོར་གློག་བརྙན་སྐར་ཆེན་གྱི་འཁྲུངས་རབས་ཞེས་པ་ཞིག་འཁྲབ་གནང་མཛད་ཅིང། དེའི་ནང་གི་བརྗོད་དོན་གླུ་གཞས་སོའུ་ལུ་དང། Always Remember At This Way ཞེས་པའི་གླུ་གཞས་ཁག་གཉིས་པོ་ཡང་གསར་རྩོམ་གནང་བ་དང་དེའི་གསན་མཁན་དེ་ཉི་མའི་འོད་ཟེར་གངས་རྒྱབ་ཀྱི་སར་མ་ཁྱབ་པ་མེད། ལྷག་དོན་དུ་གླུ་གཞས་སོའུ་ལུ་ཞེས་པར། ཀའེ་ལི་མིའི་རོལ་དབྱངས་ཀྱི་བྱ་དགའ་དང་ཨོ་སི་ཀའི་གསེར་གྱི་རྟགས་མའི་བྱ་དགའི་སྤྱོད་པའི་གཉིས་བཞེས་ནས་འཛམ་གླིང་ཐོག་བྱ་དགའ་ཐོབ་མང་ཤོས་ཀྱི་རྐྱང་གཞས་ཤིག་ཏུ་གྱུར་ལ། མི་རྣམས་ཀྱི་ཡིད་ཀྱི་དབང་པོ་རབ་ཏུ་མྱོས་པར་བྱས་སོ། སྤྱི་ལོ་ཉེར་གཅིག་ལོའི་ཟླ་བ་དང་པོར་ཨ་རིའི་སྲིད་འཛིན་པཱེ་ཏང་གིས་ལས་གནས་འགན་བཞེས་ཀྱི་མཛད་སྒོའི་ཐོག Lady Gaga ཡིས་ཨ་རིའི་རྒྱལ་གླུ་བླངས་ཏེ་རྟེན་འབྲེལ་ཞུས།

Employed ཞེས་པ་བཀླགས། ལོ་དེ་གའི། Billboard ཡི་དུས་རབས་ཉེར་གཅིག་ལ་བྱོན་པའི་རླབས་ཆེ་བའི་དར་སྲོལ་རོལ་དབྱངས་ཀྱི་བཞད་པ་ཉེར་ལྔ་ཞེས་པའི་མིང་བྱང་ནང་ཁོ་མོ་ཨང་ལྔ་པར་བདམས་ཐོན་བྱུང། ཉེ་བའི་ཉིས་སྟོང་ཉིས་བརྩེགས་སྔ་ལོའི་ཟླ་བ་གསུམ་པར་ཁོ་མོའི་གླུ་གཞས་ཆེ་གྲས་བདུན་པ་སྟེ། May I Am ཞེས་པ་གསར་དུ་ཐོན་པ་དེས། ད་གཟོད་ཁོ་མོ་ནི་ངེས་པ་དོན་གྱི་དར་སྲོལ་རོལ་དབྱངས་ལ་མངའ་བརྙེས་ཤིང་དེའི་རྒྱལ་མཚན་འཆང་བའི་རོལ་དབྱངས་གསེར་གྱི་ཁྲི་ལ་འགྱིང་ངེར་བཞུགས་པའི་རྒྱལ་ཡུམ་ཞིག་ཡིན་པའི་གསལ་བསྒྲགས་བྱས། འདི་མིན་གླུ་གཞས།

ཁོ་མོས་ཟེར་ན། གལ་སྲིད་ང་ཚོས་བྱ་བ་གང་ཞིག་བསྒྲུབ་རུང་བློ་རྩེ་གཅིག་སྒྲིམ་གྱིས་འབད་རྩོལ་ལྷོད་མེད་བྱས་ཏེ། གཏམ་འཆལ་སྣ་ཚོགས་རྣ་རྒྱབ་ཀྱི་རླུང་ལ་བསྐུར་ཐུབ་པ་བྱུང་ན། ཟོས། རང་གིས་འདོད་པའི་འབྲས་བུ་གོ་ལྡོག་ལ་སྨིན་ངེས་ཡིན་ཞེས་བརྗོད། དེ་དེ་བཞིན་ཏེ། དེ་དེ་བཞིན་ཡིན་ནོ།